ད་ནི་སྔ་བ་ཟད་ཅིང་འཚོ་བའི་རྣམ་པར་དབྱེ་བའི་རྟེན་འབྲེལ་ཞེས་ལབ་པ་ཡིན་ན། ཁམས་ཀྱི་ཟས་དང་རེག་པའི་ཟས་དང་སེམས་པའི་ཟས་དང་རྣམ་པར་ཤེས་པའི་ཟས་བཞི། སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་རིམ་པ་བཞིན་དུ་སྐྱེས་ཏེ་འཁོར་བའི་གནས་སུ་རྒྱུན་མི་འཆད་པར་འབྱུང་བ་དེ་ཡིན། ཟས་ཀྱི་འཚོ་བའི་རྣམ་པར་དབྱེ་བའི་རྟེན་འབྲེལ་ཟེར་བ་དེ་མདོར་ན་ག་རེ་ལབ་ན། ཨ་ནི་ཁམས་ཀྱི་ཟས། ང་ཚོ་ཟས་རེག་པ། ལོ་ཏོག་དང་ཚོད་མ་ལ་སོགས་པ་ལྔ་ཚོགས་མི་རྣམས་ཀྱིས་ཟ་བའི་ཁ་ཟས་འདི་དག་ལ་ཁམ་གྱི་ཟས་ཟེར་ལབ་དགོས་ཡོད་པ་རེད་ཁམ་གྱི་ཟས་ལབ་ན་ཁ་ལ་ཟ་དགོས་པའི་སྲིད་སྲི་རག་པ་ལ་ཁམ་གྱི་ཟས་ལབ་དགོས་ཡོད་པ་རེད། མི་གཅིག་གིས་དབང་དུ་བྱས་པ་ཡིན་ན་ཁམ་གྱི་ཟས་ཟེར་བ་དེ་རང་གིས་ཚེ་འདི་གི་ལུས་རྒྱས་པར་བྱེད་པའི་ཟས་ཡང་ན་ཁ་ལ་ཟེར་གྱི་ཡོད་རེད་བ་འོ་དེ་རེད། ཁམ་གྱི་ཟས་རག་པ་ལ་བརྟེན་ནས་ལུས་རྒྱས་པར་བྱེད་དགོས་ཡོད་པ་རེད། དེ་ཙམ་གྱིས་ལུས་སེམས་གནས་གི་རེད་པས་ཟེར་བ་ཡིན་ན་གནས་གི་མ་རེད་རག་པའི་ཟས་ཟེར་བ་དེ་ཡང་འགོག་གི་ཡོད་པ་རེད་རག་པའི་ཟས་ཟེར་བ་དེ་ཡུལ་ལ་ལོངས་སུ་སྤྱོད་པ། གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ། མིག་གིས་གཟུགས་ལ་ལྟ་བ་དང་སྣ་ཡིས་སྒྲ་ལ་ཉན་པ་ལ་སོགས་པ་གང་ལྟར། ཨ་ནི། ཤེས་པ་རྣམས་ཡུལ་དང་ཕྲད་པ་ཤེས་པ་རྣམས་ཀྱིས་ཡུལ་ལོངས་སུ་སྤྱད་པ་དེ་ལ་བརྟེན་ནས་སེམས་སྨིན་པར་བྱེད་པ། ཡང་ན་སེམས་དང་སེམས་བྱུང་རྣམས་རྒྱས་པར་བྱེད་པའོ། དེ་བྱེད་ཀྱི་ཡོད་པ་རེད། ཡིན་ཙང་ཁམས་ཀྱི་སྲིད་དང་རགས་པའི་སྲིད། དེ་གཉིས་ཁམས་ཀྱི་སྲིད་དང་རགས་པའི་སྲིད་གཉིས་ལ་བརྟེན་ནས་སེམས་པའི་སྲིད་ཟེར་བ་དེ་ཡོང་གི་ཡོད་པ་རེད། སེམས་པའི་སྲིད་ཟེར་བ་དེ་ལས་དགེ་བ་དང་མི་དགེ་བ། ལས་རྣམ་པ་སྣ་ཚོགས་བསགས་པ། དེ་ལ་སེམས་པའི་ལས་ཟེར་ལབ་ཀྱི་ཡོད་པ་རེད། སེམས་པའི་ལས་ཀྱི་དབང་གིས་རྣམ་པར་ཤེས་པའི་སྲིད། རྣམ་པར་ཤེས་པ་ལ་སྐྱེ་བ་ཕྱི་མ་འགྲུབ་པར་བྱེད་པའི་བག་ཆགས་བཞག་ཡོད་པ་དེ་རེད། སྲིད་ཞི་ཟེར་བ་འདི་ཡང་མདོར་བསྡུས་ན་རྟེན་འབྲེལ་ཡན་ལག་བཅུ་གཉིས་ཏེ། མདོར་བསྡུས་སུ་བསྟན་པའོ་དེ་འདྲ་གི་དོན་དག་ཅིག་རེད། རྣམ་པར་ཤེས་པའི་སྲིད་ཞི་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་རིམ་པ་བཞིན་དུ་སྐྱེ་བ་ལམ་ན་ཁམས་ཀྱི་ཟས་ལ་བརྟེན་ནས་ལུས་རྒྱས་ན་དེ་ནས་རེག་པ་ཡུལ་ལ་ལོངས་སུ་སྤྱད་པ་དེ་ཡོང་གི་ཡོད་པ་རེད་ཡུལ་ལ་ལོངས་སུ་སྤྱད་པ་ལ་བརྟེན་ནས་སེམས་པའི་སྲིད་བྱ་བ་སྣ་ཚོགས་བྱེད་པ། བྱ་བ་དགེ་བ་དང་མི་དགེ་བ་བྱེད་པ་དེ་བྱུང་གི་ཡོད་པ་རེད། དེ་ལ་བརྟེན་ནས་རྣམ་རིག་ཤེས་པའི་སའི་རྣམ་ཤེས་ལ་བག་ཆགས་བཞག་པ་དེ་ཡོང་གི་ཡོད་པ་རེད། དེ་ཡིན་ཙང་དེ་དག་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་རིམ་པ་བཞིན་དུ་བྱུང་གི་རེད་ཟེར་བ་བཤད་ཚུལ་དེ་རེད། མདོར་ན། ཟས་བཅས་འཚོ་བའི་རྣམ་པར་ཤེས་པའི་དེ་འབྲེལ་ཟེར་བ་དེ་ག་རེ་ལབ་ན་འཁོར་བའི་གནས་སུ་རྒྱུན་མི་ཆད་པར་འབྱུང་བ་དེ་རེད། ནམ་ཞིག་མ་རིག་པ་མ་སྤངས་པ་དེ་སྲིད་དུ། འཁོར་བའི་གནས་ལ་རྒྱུན་མི་ཆད་པར་འཁོར་བ་དེ་ཡང་སའི་གཤིས་ལ་བརྟེན་པའོ་དེའི་རྣམ་གཞག་དེ་བཤད་ཀྱི་ཡོད་པ་རེད། ད་ནི་དྲུག་པ་འདོད་པ་དང་མི་འདོད་པར་འགྲོ་བའི་རྟེན་འབྲེལ་ཟེར་ན་ལས་དགེ་བའི་མཐུ་ལས་འདོད་པ་བདེ་འགྲོའི་གནས་སུ་འགྲོ་བ་དང་ལས་མི་དགེ་བའི་མཐུ་ལས་མི་འདོད་པ་ངན་འགྲོའི་གནས་སུ་འགྲོ་བ་དེ་རེད། གང་ལྟར་འདི་ཡང་མདོར་ན་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ནང་དུ་མདོར་བསྡུས་ནས་བསྟན་པ་དེ་འདྲ་ཞིག་རེད། ལས་དགེ་བ་ཅིག་བསགས་པ་ཡིན་ན་མཐོ་རིས་ནས་ལྷ་དང་མིའི་དགོངས་པ་ཐོབ་གི་རེད། དེ་ལ་འདོད་པ་ཟེར་དགོས་པ་ག་རེ་ལབ་ན། བདེ་བ་ཐོབ་པར་འདོད་པ་རེད། དེ་འདྲ་ལྷ་དང་མིའི་དགོངས་པ་ཐོབ་པ་ཡིན་ན་ངན་སོང་ལ་ལྟོས་ན་བདེ་བ་ཡོད་པ་རེད། བདེ་བ་ཡོད་པ་ཡིན་ཙང་བདེ་བ་དེ་འགྲོ་བ་ཐམས་ཅད་ཀྱིས་ཐོབ་པར་འདོད་པ་ཡིན་ཙང་དེ་ལ་འདོད་པ། བདེ་འགྲོ་གནས་སུ་འགྲོ་བ་དང་ངན་སོང་གསུམ་ལ་མི་འདོད་པ། ཐོབ་པར་མི་འདོད་པ། ཉམས་སུ་མྱོང་བར་མི་འདོད་པ་ངན་སོང་གསུམ་དུ་སྐྱེ་བའོ། དེ་ལ་འདོད་པ་དང་མི་འདོད་པར་རབ་ཏུ་འགྲོ་བའི་རྟེན་འབྲེལ་ལབ་པ་དེ་འདྲ་ཅིག་རེད། དེ་ནི་སྐབས་འདིར་བྱས་པའི་ཀུན་ནས་ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་དྲུག་སྟེ། མདོར་ན་ག་འདྲ་རེད་ལབ་ན་དེའང་སྣོད་ཀྱི་རྟེན་འབྲེལ་དང་ཕྱིའི་རྟེན་འབྲེལ་གཉིས་ནི་ཕྱི་སྣོད་ཀྱི་འཇིག་རྟེན་ལ་བརྟེན་པ་དང་གཞན་ནི་བྱེད་པོ་ནང་བཅུད་ཀྱི་སེམས་ཅན་ལ་བརྟེན་པའི་རྟེན་འབྲེལ་ལོ། འདིའི་སྒང་དུ། ཕྱིའི་གནོད་སྦྱིན་འཇིག་རྟེན་སྐལ་བ་ཆགས་པ་དང་འཇིགས་པ་ལ་སོགས་པ་དང། ས་བོན་ལ་བརྟེན་ནས་མྱུ་གུ་དེ་ལས་སྡོང་བུ་དེ་ལས་སྦུ་གུ་བྱུང་བ་ལ་སོགས་པའི་ནི་དང་ཅིག་བཤད་པ་སྟེ་ཕྱིའི་གནོད་སྦྱིན་འཇིག་རྟེན་ཕྱི་ལོགས་ཀྱི་རང་བྱུང་ཁམས་ལ་བརྟེན་པ་རེད། དེ་མ་ཡིན་པའི། འདོད་པ་མཐོ་རིས་སུ་སྐྱེ་བ་དང་མི་འདོད་པ་ངན་སོང་དུ་སྐྱེ་བ་ལ་སོགས་པ་ལྷག་མ་བཞི་སྟེ། ནི་ནང་བཅུད་ཀྱི་སེམས་ཅན་གང་ཟག་གི་རྒྱུད་ཀྱི་བསྡུ་བའི་རྟེན་འབྲེལ་རེད། འོ་དེ་ལབ་གི་ཡོད་པ་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནི་མཚམས་འཇོག་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།